ཆི་ཁང་གི་ཐེན་ཅིག་འདིར་སླེབས། འདི་དག་འདིར་བཀོད་ཆི་ཁང་གི་ཐེན་ཅིག་ཞེས་བགྱི། ཆི་ཁང་གི་ཐེན་ཅིག། སློབ་ཚན་འདི་ངོ་སྤྲོད་སྐོར་དང་བཀོད་ཆེ་འདི་མོ་རྣམ་པ་གསུམ་གྱི་སྒོ་ནས་ངོ་སྤྲོད་བགྱི། དང་མོ། རྩོམ་པ་པོའི་ལོ་རྒྱུས་རིགས་འདི། དེ་ཁྲོད་ཀྱི་ཆི་ཁང་གི་ཐེན་ཅིག་བརྗོད་དོན། དེ་བཞི་ནི་ད། ཆི་ཁང་ཐེན་ཅིག་རྩོམ་སྟངས་གལ་ཆེ་འདི་ཕྱོགས་རྣམ་པ་གསུམ་གྱི་སྒོ་ནས་ངོ་སྤྲོད་བགྱི། ཅི་ཕྱོགས་ནས་ཕྱེ་བས་སོང་ན་ཆི་ཁང་གི་ཐེན་ཅིག་འདི་ངོ་སྤྲོད་རགས་རིམ་ཙམ་ཙམ་ངེས་ན་འོས་སོང་ནི་རེད་ལ།

ཁྲི་ཆེན་རེ་གཉིས་ཀྱི་ལོ་སྐལ་གྲོངས་བ་ཡིན། དགུང་ལོ་བདུན་པའི་སྐབས་སུ་ཁྲི་ཆེན་དགེ་འདུན་ཕུན་ཚོགས་ཀྱིས་སྤྲུལ་སྐུར་ངེས་བཟུང་བ་རེད། སྤྲུལ་སྐུར་ངེས་བཟུང། དེ་ནས། འཇང་དབང་བྱེད་པ་ཀུན་གྲངས་གཉིས་པ། ཀུན་མཁྱེན་འཇིགས་མེད་དབང་མོ་ལས་རབ་ཏུ་བྱུང་བ་རེད་ལ། སྤྱི་ལོ་སྟོང་གཅིག་རེ་བདུན་བརྒྱ་རེ་བདུན་ཅུ་དོན་གཅིག་གི་ལོ་དབུས་སུ་ཕེབས། དབུས་སུ་ཕེབས་པར་མ་ཟད་འབྲས་སྤུངས་སྒོ་མང་གི་ཆོས་གྲྭ་ལ་ཞུགས་པ་རེད། ད་བར་ཆེས་མདོ་སྨད་ཀྱི་མཁས་པ་ཕལ་ཆེ་བ་ཚོས་བརྩོན་འགྲུས་བྱས་ན། སློབ་གཉེར་ཡེ་ཤུ་ཁ་བརྒྱད་རིམ་དང་གོ་རིམ་ལྟ་བའི་རིན་ཐང་སྐོར་ཧ་ཅང་དུ་མོ་ཟིག་རེད། ཐོག་མར་རང་གི་ས་གནས་ཀྱི་དགོན་སྡེ་དེ་ནས་སློབ་གཉེར་བྱས། དེའི་གཞིགས་ནས་བདག་གི་ལྷ་ས་སོང། ལྷ་ས་སོང་སློབ་ཁྲིད་ཀྱི་སློབ་གཉེར་ཁོ་ནར་སླད། མདོ་སྨད་ཀྱི་མཁས་བ་མང་པོ་ཞིག་འབྱུང་བར་ཐག་སྐོར་ར་ད་འགྲིམ་འདི་གི་མདོ་དབུས་ཡར་སོང་བསྡད་དང་ཆུང་ནས་སློབ་གཉེར་སོགས་དགོན་སྡེ་ནས་འབྲས་སྤུངས་དགོན་པ་དང་འབྲས་སྤུངས་དགོན་པ་ནང་གི་དགོན་མང་གྲྭ་ཚང། སྒོ་མང་ཆེ་ཕྲ་ལ། དེ་དག་དེ་ཞིག་ནི་རེད། དེ་དེ་བཞིན་དུ། གང་དང་ལྡན་པའི་སྒྲོན་མེ་ཁང་བཟང་ཡང། དབུས་ཡར་ཕེབས་པར་མ་ཟད། འབྲས་སྤུངས་སྒོ་མང་གི་ཆེ་ཕྲ་ལ་ཞིག་ཡིན་ནས། ད་དགེ་རྒན་གྲྭ་མང་བོ་བསྟན་ཡོད། ཧོར་རུ་སྐལ་བཟང་ངེད་སྤྲུལ། དེ་ལ་སོགས་པ་དགེ་རྒན་མང་པོ་ཟིག་བསྟན་ཏེ་དང་ཁྱུང་དག། དབུ་མ་དང་མཛོད་འདུལ་བ་ལ་སོགས་པ་འདི་མང་བོ་ཟིག་ད་གཞུང་བཀའ་པོད་ལྔ་ཟིན་ན་ཆོག་གི། གཞུང་བཀའ་པོད་ལྔ་ལ་བརྡར་ཤ་བྱེད་ལེ་ནི། སྦྱོང་བ་མཐར་ཕྱིན་མཛད་ལེ་རེ་བརྒྱད་བརྡར་ཤ་ཆོད་པར་གྱུར། དགུང་ལོ་ཉི་ཤུ་རྩ་གཉིས་ཀྱི་ནང་ནས་དགེ་བཤེས་ལྷ་རིམ་པ་གི་མཚན་བཏགས་གནང། འདས་ལྟའི་སོང་ན་ར་བ་ཆེ་གནས་ལུགས་ངེས་ཅན་གཟུགས་མེད་སེམས་ཐུབ་ཀྱི་ཕྱི་གཟུགས་ངེས་སེམས་ཐུབ་ཀྱི་ཟིན་ན་ཁོང་ཚང་ལོ་ན་ཧ་ཅང་ཕྲ་བས་དེའི་གཞོན་སྐད་ཟིན་ན་ཆོག་གི་གཞོན་པའི་དུས་སུ་དགེ་བཤེས་ལྷ་རིམ་པ་གི་མཚན་བཏགས་གནང་སྟངས་ནི་ལ་འདས་ལྟའི་ཚོགས་ལྟ་སྐོར་ར་ཁའི་སྐུ་ན་ཆུང་ངས་དེ་རྣམས་ཀྱི་རིགས་ནི་ཡོན་ཏན་གྱི་ཕྱོགས་ཧ་ཅང་མཁས་བ་ཡིན་པ་ཡོན་ཏན་ཆེན་པོ་ལྡན་པ་ཡིན་པ་དེ་ཤེས་ཐུབ་ཀྱི་དེ་འཕྲོ་གི་དགུང་ལོ་ཉི་ཤུ་རྩ་ལྔ་བཞི་བ་སྤྱི་ལོ་སྟོང་གཅིག་ར་བདུན་བརྒྱ་ར་བརྒྱ་བཞི་བརྒྱ་དྲུག་གི་ལོ་ཕྱི་ཁོ་རེ་རང་ཡིས་འདོད་མོས་ལ་བཀྲ་ཤིས་འཁྱིལ་ལ་ཕེབས་པ་རེད་ད་འདི

ཨུ་ཆིའི་འདི་གའི་ལག་ཤེས་པས་ལག་ཤེས་བརྟན་གྱི་འཕེལ་རྒྱས་ཀྱི་གོ་རིམ་ལྟར་རང་དབར་ཐག་བཀོད། གསར་སྐྱེས་ལག་ཤེས་ཀྱི་ཤུགས་རྐྱེན་ལ་བརྟེན་བདེ་ཐང་ཕྱོགས་ནས་འོས་ནས་ལག་ཤེས་བརྟན་གྱི་མང་བོ་འཕེལ་རྒྱས་བྱུང་ན་འགྲིག་འོན་ཀྱང་མ་རང་བདེ་ཐང་ཕྱོགས་ནས་ཆེ་གང་གི་བརྟན་གྱི་འདི་ཡང་ལྕོགས་མཚམས་གཟིགས་རེད་ཟེར་ན་ལྕོགས་མཚམས་གཟིགས་རེད་འདིའི་ལྕོགས་མཚམས་འདི་ཆ་གང་ནས་བཞག་ནས་ཡིན་ཟེར་ན་རྩོམ་སྟངས་ཀྱི་ཁྱད་ཆོས་ཀྱི་ཆ་ནས་བཞག་ནས་ཡིན་ཐབས་མོད། རྩོམ་སྟངས་ཀྱི་ཁྱད་ཆོས་ཀྱི་ཆ་ནས་ཆེ་གང་གི་བརྟན་གྱི་བརྩམས་པ་ནས་བཟུང་སྟེ་མན་ཆད་ནས་ལྕགས་ཀྱི་བརྟན་གྱི་དང་རླུང་གི་བརྟན་གྱི་མིག་གི་བརྟན་གྱི་ལ་སོགས་པ་འདི་མང་བཞིན་བྱུང་ན་རིང་མོད། ཆི་ཁང་གི་ཐན་སྐྱེས་ཤུགས་རྐྱེན་ལ་བརྟེན་ནས་བྱུང་བ་རེད། དེ་ལྟར་ན་ད་ཆི་ཁང་གི་ཐན་སྐྱེས་འོ་ཆས་རྒྱུན་ལྡན་གྱི་ཆི་ཁང་གི་ཐན་སྐྱེས་ཆི་ཁང་གི་ཐན་སྐྱེས་སུ་གོ་དགོས་རེད་དོན་དམ་པའི་གཞན་སོང་ན་འདི་ལག་ཤེས་ཐན་སྐྱེས་གཉིས་ཀྱི་གྲུབ་པ་རེད་འདི་མ་ཡིན་ཏེ་དང་ཁྱོང་ནི་འོ་ཆས་ཆི་ཁང་གི་ཐན་སྐྱེས་སུ་གི་ད་ནི་རེད་ལ། ཆི་ཁི་ཐན་སྐྱེས་དང་ཁང་གི་ཐན་སྐྱེས་སུ་ནི་རེད་ད་ཐན་སྐྱེས་གཉིས་ཀྱི་འདི་གི་རྩོམ་བྱང་ཞིབ་ཆ་ལས་ཡོང་བར་ཐག་གོ། ཁང་གི་ཐན་སྐྱེས་གཉིས་ང།

གསལ་ཞིང་ཡང་དག་པའི་སྒོ་ནས། བདེན་པའི་གནས་ལུགས་དང་མཐུན་པའི་སྒོ་ནས་ར་སྤྲོད་ཐུབ་ཀྱི་དེ་ཟིན་ནར་མོ། དེ་དང་དེ་བཞིན་གྱི་འདས་འོད་ལྷག་གོ་ར། ཕྱི་དང་ཤང་གི་རྩ་བའི་ཁྱད་ཆོས་དང་ཆོས་ཉིད་དུ་དོགས་ལྟ། བརྗོད་དོན་ནི་བདེ་བླག་སུ་གོ་བའི་དཔེ་རིས་སྦྱར་སྟོང་ལོ་རྒྱུ་མཚན་གྱི་ཁུག་བརྗོད་བྱ་དེ་དོགས་ལྟར། གསལ་ཞིང་ཡང་དག་པའི་སྒོ་ནས། བདེན་པའི་གནས་ལུགས་དང་མཐུན་པའི་སྒོ་ནས་ར་སྤྲོད་ཐུབ་པའི་ཁྱད་ཆོས་དེ་དོན་དག་ནི་རེད། དང་མ་བཞི་ཚོ་བརྗོད་བྱ་ལ་ཁག་དམ་པའི་ཆོས་དང་ལག་ལམ་དུ་བཀལ་བ་རེད།

དེ་གའི་ཆོས་དང་འཇིག་རྟེན་གཉིས་ཀའི་ནང་གི། ཆོས་དང་འཇིག་རྟེན་གཉིས་ཀ་གཙོ་བོ་སྟོན་དགོས། བཤད་སྐད་ཡོད་ཀི། གཉིས་ཀའི་ནང་གི་འཇིག་རྟེན་གྱི་ཆ་ནི་དོ་ཀུན་ཏུ་གཙོ་བོའི་དམིགས་སུ་ཀར་བྱེད་དཀོན་ནོ་གི་ཆ་དེ་མོ་ཙེ་ར་བ་ཀི། གང་ལྟར་ཀྱང་ད་ཆོས་དང་འཇིག་རྟེན་གཉིས་ཀའི་ཕྱོགས་ནས་རེ། མི་ཐམས་ཅད་ལ་ལག་གཉིས་སྤང་བླང་གི་ཆ་ལ་སློབ་གསོ་གཏོང་བ་རེ། ཞལ་གདམས་མཛད་པ། ཡང་ན་ཁ་བརྡ་སློབ་གསོ་བྱེད་པ་ཚོ་ཀུན་ནས་རེ་ལ། དེ་དག་གི་དེ་རེ།

དུས་ཀྱི་འབྲས་བུ་དང་སྨན་གྱི་མྱུ་གུ་ལ་སྨན་གྱི་འབྲས་བུ་བྱུང་བ་མ་གཏོགས་དུས་ཀྱི་མྱུ་གུ་ལ་སྨན་གྱི་འབྲས་བུའམ་སྨན་གྱི་མྱུ་གུ་ལ་དུས་ཀྱི་འབྲས་བུ་ལྟ་བུའི་ལུས་ནི་འབྲས་བུ་ཆུ་བ་ཡོད་ནི་རེད་ན་ཡོད་སྲིད་པ་མ་རེད་ཟེར་ཆུ་བ་ཀ་ནོར་བ། གོ་རིམ་ཆུ་བ་གི་ཆུ་དེར་མོ། ཁྲིག་སྟོང་ལོག་དེ་ནི་རེད་ལ། འོ་དེ་དག་དེ་རེད།

འབངས་མི་ཐམས་ཅད་ལ་ཡ་རབས་དང་ལག་ལམ་གྱི་ཕྱོགས་བ་འཇུག་རྒྱུ་ན་ཆོག་གི་ཡང་ན་འཚོ་བ་གི་ཕྱོགས་ནས་འཇིག་རྟེན་གྱི་འཚོ་བ་འདི་དག་འདི་ལེགས་པོར་འཁྱོངས་བ་དང་ལེགས་པོར་སྐྱོང་རྒྱུ་གི་ཕྱོགས་རྒྱལ་བོ་ནི་མིག་དཔེ་སྟོན་མཁན་གོ་བོ་ཕ་དང་ལྟ་བུ་ཡིན་ཟེར་ཆོག་ཐབས་མོ་རེད་ལ། དེ་དང་དེ་བཞིན་གྱི་ལྟ་རྒྱལ་བོ་བཟང་བ་ཟེར་ཐག་གོ་འབངས་མི་ཐམས་ཅད་ཀྱི་འཇིག་རྟེན་གྱི་འཁོར་བ་འདི་ཇི་ལྟར་སྐྱོང་བའི་ཕྱོགས་འདི་དག་འདི་དེའི་རྒྱུན་དུ་ལག་ལམ་སྟོན་ནི་རེད་བགྲོད་ལམ་སྟོན་ནི་རེད་ཐབས་ལམ་སྟོན་ནི་རེད་དེ་ནི་དོན་དག་ཐག་གོ་ཁུལ་གྱི་འཁོར་འབངས་ཐམས་ཅད་ཀྱི་འཚོ་བ་ར་བདེ་ཞིང་སྐྱིད་པ་ཡོང་རྒྱུ་རེད།

རྟ་བོང་ཟོར་བ་ལྟོགས་ཤིང་བྲེལ་འགས་ཟིན་རེད། ད་གང་ལྟར་ཀྱང་འཇིག་རྟེན་འཁོར་བ་བྱུང་ཞོག་རེད། འཇིག་རྟེན་བྱུང་ཞོག་གནས་ལུགས་འདི་དག་གོ་འདི་རྒྱ་བོད་ཀྱི་མགོ་དབྱེ་ལས་མིག་དཔེ་གཞན་སྟོན་མིག་དཔེ་གཞན་སྟོན་གྱི་ཚུལ་གྱིས་འབངས་མི་ཐམས་ཅད་ལ་མ་བརྩི་འདིར་མ་བསླབ་ནི་རེད། དེ་དང་ན་ད། འདི་གི་ཟས་ནོར་གྱི་འཕྲོག་ན་ར་ད་དང་ལྟོགས་ཤིང་བྲེལ་པའི་ཆ་འདི་ཡོད་ཀི་ཟིན་ན་ཡོད་ཀི། ཨོ་ཆི། ད་ལོ་སྔོན་གང་གི་ཡར་སྔོན་ན་ཨོ་ཆི་བོད་ཀྱི་སྤྱི་ཚོགས་འཚོ་བ་དང་འབྲེལ་ལས་འོང་ན་ར་ལྟ་མོ་ཡོད་གི་མོ། དཔོན་ཚོགས་ཀྱིས་ན་འབྲུག་ཁ་ཡ་ན་ར་ཆོག་གི་རོང་བ་གི་ས་ཆ་ཡ་ན་ར་ཆོག་གི་སྡེ་བ་རྣམས་ན་ཁྱིམ་ཚང་ཨ་ཐར་གི་འབྱོར་བ་ཞེ་འདོད་དུ་འདོགས་ཏེ་སྲིད་གཞུང་གི་མིག་སྐྱོར་རོགས་སྐྱོར་བྱས་གོ་ན་ར་ལ། དེ་ཟིག་དེ་ད་ཆུང་ནས་ད་སྒོར་མོ་འགའ་རེ་ཡང་ན་ལུག་འདི་གི་ཕྱུགས་ཟོག་ལ་སོགས་པ་ཁྱེར་ཡོང་ནས་ར་རོགས་སྐྱོར་ཡོད་ཀྱི་ཡོད་གི་རོགས་སྐྱོར་ཡོད་ན་ར་དེ་འཕྲོ་སྐོར་གི་ཁྱིམ་ཚང་ར་དེ་འཕྲོ་གི་ཁྱིམ་མཚེས་ཡུལ་ཡོན་དང་ཡང་ན་སྲིད་གཞུང་དེ་ཟིག་ན་ཆོག་གྱི་ར་ད་ད་བར་ཐེ་ཡོང་ར་ལྟ་གོ། འགོ་བ་དེ་གི་འོ་ཕྱུགས་འདི་དགོ་འདི་དེ་རང་ཆ་ཀའི་ལུགས་ཉི་ཤུ་ཐམ་པ་མ་རུ་སྐྱོར་ར་ཤི་འདི་རེད་འདི་མེད་པ་ར་སྟོང་ཉན་ནི་མ་རེད་འདི་ཚིག་ནི་རེད་ར་ཡ་ར་ཕེ་ཀི་ཞིག་གྲང་ཁ་ཕེ་ཀི་ཞིག་དེ་དང་ཁྱོང་ད་ཁྱིམ་ཚང་གི་ཁ་གསོ་ཐུབ་བྱ་དགོ་ནི་རེད་ཟེ་ད་དེ་ཤི་ལུགས་སོ་ནན་ཏན་དང་དེ་ཡན་ཆད་ཀི་ཁྱིམ་ཚང་གི་ནང་གི་ར་འཇིག་རྟེན་འཁོར་བ་སྐྱོང་མི་ཤེས་མི་ཤེས་གི་ཆ་ར་ཡོད་གི་རེད་ལ།

སེམས་ཁྲི་ཡི་སེམས་ཁུར་ཡིད་ཡིད་ལ་འདི་གུག་ཟེར་དགོས་ནི་རེད། འདི་མོ་ལྟ་བུར་རྟ་བོང་ཚོ་འཇིག་རྟེན་གྱི་སྐོར་གསུང་དགོས་ནོ། ཤོ་ལོ་ཀ་གཞན་ཡོད་པ། འདི་རེད། དུས་རྒྱུན་བརྩོན་པ་མ་བཏང་ན་འབྲས་དེའི་ཡོན་ཏན་ཐམས་ཅད་སྐྱེ། བྱ་བ་ལོན་སྟངས་མ་བྲིན་ན་རྩེད་མོའི་བློ་འདྲེ་མིན་པར་འགྱུར་ཟེར་ནི་ལ། འདི་མོ་ལྟ་བུ་རེད། ད་འདི་ར་འཇིག་རྟེན་སྐོར་དྲན། འཇིག་རྟེན་སྐོར་གི་ནང་གི་མ་གཞི་གཙོ་བོ་ཆེ་གི་ཟེར་ན་རིག་ནུས་ཡོན་ཏན་སྦྱིན་དགོས་ནི་སྐབས་འདི་དགོངས་ཏེ།

ཆུ་བོ་དལ་གྱིས་འབབ་པ་ཡི་ཡངས་བའི་ས་ཞིང་བསྐོར་ནས་འགྲོའོ་ཟེར་གི་འདི་མི་གོ་རྒྱུ་མེད་གི། དེ་མན་ཆད་ལ་འོངས་ན། འདི་གི་ཡོན་ཏན་སྟོང་བུ་ལྷོ་བུ་ཀ་བ་ཤེས་བཞིན་མེད་ན་ཉམས་པ་ལྷ་ཕྱི་ཐིག་བསགས་པས་འགངས་ལྷ་ཡང་བོར་ན་གཅིག་ཅིར་ཉིད་དུ་མཛད་ཟེར་གི། དེ་ལྷར་སེམས་པའི་ཡོན་ཏན་དེ་དག་དེ་ཡང། དེའི་རྒྱུན་དུ་བྲན་ཤེས་བསྟེན་དགོས་ཟེར་གི་གདམས་ངག་བྲིས། བྲན་ཤེས་བསྟེན་པ་ཟེར་ཐག་གོ་ད་ཆི་གོ་ཁ་ཙམ་མོ་བྱེད་སོང་ན་རྒྱང་སེམས་པའི་ཡོན་ཏན་དང་ལོ་ངོ་ན་ཡོད་པའི་ཡོན་ཏན་དེ་དག་དེའི་རྒྱུན་དུ་ཡང་ནས་ཡང་དུ་སེམས་ནས་སྐྱོར་དགོས།

དཀོན་མཆོག་གིས་ན་གསོན་ཉམས་ལྡན་པའི་སྔོན་ནས་བསྟན་ཡོད་པ་དང། བདེན་པའི་གནས་ལུགས་དང་མཐུན་པའི་སྒོ་ནས་བསྟན་ཡོད་པ། མཁས་པ་ཡོན་ཏན་ཀུན་ལྡན་ཏེ་རློམ་སེམས་མེད་པར་ཞི་ཞིང་དུལ། ཉེས་དམིགས་ཁུར་བྱེད་བགྱིད་པ་ཡི་ལྗོན་པ་རྩེ་མོ་དུད་དེ་ནི་དེ་ཟིན་རྨོ། ཡོན་ཏན་དང་ལྡན་པའི་སྐྱེ་བོའི་ཟེར་ཐབས་ཁོ་དེ་རློམ་སེམས་མེད་པར་ཞི་བགྱིད་དུ་ཞི་ཞིང་དུལ་བ་རེ། ངང་རྒྱུད་དུ་ཞི་ཞིང་དུལ་བར་ཟིན་རྨོ།

ད་དུ་མ་རེད་མི་ནོར་ཁོ་ཐག་རེད་འོ་ཆོས་ངན་ན་ར་ཤ་ཀུན་ནས་སྐབས་སུ་ཆོས་ཟེར་གི་ཟིན་ན། འདི་ཆོས་འཇིག་རྟེན་གཉིས་ཀ་སྟོན་གི་ཡོད་ཀི་རེད་གཙོ་བོ་འཇིག་རྟེན་གྱི་སྐོར་འདི་གཙོ་བོ་སྟོན་གི་ཡོད་ཀི་ཟིན་ན་རེད། འོ་འདི་འོ་དེ་རེད་དེ་ཡིན་ཕྱིར་ཀི་ད་ལྟ་འོང། འདི་གི་ཆི་གང་བསྟན་ཆོས་ལྟ་བུ་ཚུལ་འཇུག་རྒྱུ་ན་ར། ཆི་མོ་ལྟ་བུར་ཟིན་ན། ཆོས་འཇིག་རྟེན་གཉིས་ཀ་བཤད་ཀི་ཡོད་པར་མ་ཟད་གཙོ་བོ་འཇིག་རྟེན་གྱི་སྐོར་འདི་གཙོ་བོ་བཤད་གོ་ནི་གང་ནས་ཤེས་ཐུབ་ཀི་ཟིན་ན། འདིའི་ནང་ན་བརྗོད་བྱ་ཡོད་ལ་ཀི་ད་འདི་མོ་མང་ཡོད་ཀི་འཇིག་རྟེན་གྱི་སྐོར་གྱི་བརྗོད་བྱ་ཟེར་གོ་ནི་རེད་ལ། བདེན་པ་ལ་ཡིད་ཆེས་བྱེད་དགོས་གི། འཛིན་ལ་སུན་འབྱིན་བྱེད་དགོས་གི། དམ་ཚིག་གི་ནང་དོན་མི་གོ་རྒྱུ་མེད་ཀ། དེ་འཕྲོག་གི། བྱམས་ལ་ཡིན་རང་དང་བླངས་ལ་ཞེན་ལོག་བྱེད་དགོས་གི། བཟང་བོ་རྒྱུད་འཛིན་བྱེད་དགོས་གི། ངན་པ་འདོར་སྤོང་བྱེད་དགོས་གི། ཤེས་བྱ་ལ་རྟོག་ཞིབ་དང་ཡོན་ཏན་ལ་བརྩི་བཀུར་བྱེད་དགོས་གི། ད་ཡོན་ཏན་ལ་བརྩི་བཀུར་དང་དེ་འཕྲོག་གི་ཡོན་ཏན་ཅན་ལ་བརྩི་བཀུར་དྲ་འདིས་ཀྱང་འདི་ནི་རེད་ལ། དེ་འཕྲོག་གི། བཙན་ཤེད་ལ་མགོ་གནོན་དང་གཉོམ་ཆུང་ལ་སེམས་འཐེན་བྱེད་དགོས་གི། དེ་འཕྲོག་གི། རྒན་ལ་བཀུར་དགོས་གི་གཞོན་ལ་བཤམ་དགོས་གི། གནའ་དབྱངས་དང་ལེ་ལོ་སྤོང་དགོས་གི།

འདི་གི་འཇིག་རྟེན་གྱི་སྐོར་དང་ཡང་ན་འཇིག་རྟེན་གྱི་སྐོར་གྱི་ཡར་སྔོན་ཐོན་གྱི་བསམ་བློ་སྟོན་དགོས་ནུའི་ཧུ་ལོ་ཀ་དང་བརྗོད་བྱ་ཧ་ཅང་མང་པོ་ཡོད་ཀི་མང་པོ་ཡོད་ནི་རྒྱུ་མཚན་གྱི་འདིའི་ནང་ན་ཕྱི་དང་འཇིག་རྟེན་གཉིས་ཀ་སྟོན་དགོས་ནུའི་ཧན་ཆད་ཀྱི་གཙོའི་ཆེ་བ་ཟི་དང་བོ་གཙོ་ཆེ་བྱེད་དགོས་ཀྱི་ཟི་ན་འཇིག་རྟེན་གྱི་སྐོར་གཙོ་བོ་བྱེད་དགོས་ཀྱི་ཡར་སྔོན་ཐོན་གྱི་བསམ་བློ་སྟོན་དགོས་ནུའི་བརྗོད་བྱ་ནི་ཕུན་སུམ་ཚོགས་པ་ཡོད་ཀྱི་ཟི་རྒྱུ་ལ་འོ་དོ་དོ་ཐེ་ཡོང་ནི་རེད་དེ་དྲུག་ད་འདི་གི་ཕྱི་གང་གི་ཐན་ཆེ་བྱེད་ལ་ཚར་སོང་ནི་རེད་འདིའི་སྐབས་ནས་བར་ཆད་འདང་རྒྱག་རྒྱུ་ཟི་ག།

ཁུག་དབུགས་ཆག་ཟབ་མོ་ཐེབས་འདུག་བརྩམས་ཆོས་སྐོར་ཅིག་བྱུང་ཡོད། འདི་རིགས་ཆེས་གསར་རྟགས་ཟད་དེ་དང་ཁྱོངས་ནས་ཅིག་དཔྱད་རྩོམ་ལྟ་བུ་ཡང་ན་འདི་གི་སྦྱང་གཞི་གཟིགས་འབྲི་ཐུབ་ཀི། ད་སྤྱི་ཆ་ནས་བལྟས་སོང་ན་འདི་བརྗོད་བྱ་གི་ཆ་ནས་གཞན་པ་ཁྱོད་ར་ཆེས་འཇིག་རྟེན་གཉིས་ཀ་བཤད་དགོས་ཡོད་ཀྱི་རེད། ག་གི་གཉིས་ཀའི་ནང་གི་ར་འཇིག་རྟེན་གཙོ་བོ་བཤད་དགོས་ནོ་གི་གཏུམ་མོ་གི་ཆ་ཡོད་ཀྱི་རེད་གང་ལྟར་ཀྱང་ར་ཆེས་འཇིག་རྟེན་གཉིས་ཀ་བཤད་ཀི་ཡོད་ཀི། རྗེ་བཙུན་མཚོན་ཐབས་ཀི་ཆ་ནས་ར་གཅིག་གི་བསྟན་བྱའི་སྐབས་སུ་ཧུའི་ཐམས་ཅད་གཅིག་ཡིན་གྱི་རེད། མིའི་གི་ཐམས་ཅད་སྐབས་སུ་མིའི་གི་བསྟན་བྱའི་སྐབས་སུ།

དེ་དང་ཆུ་ཤིང་གི་རྟེན་ཅན་གཉིས་ཀ་མི་འདྲ་བའི་ཆ་ཨེ་ཡོད་ཀི་ཟེར་དགོས་ན་ལ་དེ་དག་གཏུམ་མོའི་ལྟ་བ་གཉིས་ལས་ཐུབ་ཀི་སྔོག་འདོན་བྱེད་ཐུབ་ཀི་མི་འདྲ་བའི་ཆ་དེ་དག་དུ་སྦྱང་གཞིའམ་ཡང་ན་བསམ་གཞིག་བྱེད་དགོས་དོན་ག་ནས་ཟེར་དགོས་ན་ལ་གཏུམ་མོ་ཟེར་དགོས་ད་འདྲ་བ་ཡི་དེ་དང་ཆུང་ནས་ཅི་གི་ཐོ་གི་བཀྲམ་མེད་ཁེ་རེ་ཐུན་མོང་གི་ཁྱད་ཆོས་ཐུན་མོང་མ་ཡིན་པའི་ཁྱད་ཆོས་འདིར་ཟེར་དེ་དང་ཆུང་ཁེ་རེ་ཅང་བཤད་ཀྱི་མེད་ན་ད་ལྟའི་ཁེ་རེ་བསྡུར་བ་ཡི་ལས་ནི་དོན་སྙིང་ར་ཆེན་པོ་ཟིག་མེད་ཀི་ཁེ་རེ་འབྲི་རྒྱུ་ར་མང་བ་ཟིག་ཡོད་ནི་མ་རེད་མོད།